ལྟ་བ་གཏན་ལ་འབེབས་པའི་སྐབས་དང་ཡང་ན་སྟོང་པ་ཉིད་གཏན་ལ་འབེབས་པའི་སྐབས། ཏན་ཏན་ཧ་ལས་པ་ཡང་ད་ང་ཚོ་ཁག་པོ་འདུག་བ་གོ་ཡ་ཁག་པོ་འདུག་བ་ང་ཚོ་རྒྱལ་སྲས་ལག་ལེན་སོབ་དོན་མའི་མཆོད་བརྗོད་ཀྱི་སྐབས་ལ། ཆོས་ཀུན་རང་བཞིན་འགྲོ་འོང་ཀུན་བྲལ་ཅིང་ཟེར་བ་དེ་འདྲ་ཅིག་ང་ཚོ་བསླབས་ཚར་བ་རེད། སྐབས་དེ་ལ་སྟོང་པ་ཉིད་བསྟན་གྱི་ཡོད་པ་རེད། དེ་ལ་ཡང་སྟོང་པ་ཉིད་བསྟན་གྱི་ཡོད་པ་རེད། ཅི་ལྟར་སྣང་བའི་སྣང་བ། སྣང་བ་སྡུག་ཅག་ཡིན་ན་རེད་སྣང་བ་ཡག་པོ་ཅིག་ཡིན་ན་རེད་སྣང་བ་འདི་ཚང་མ་སེམས་ལས་བྱུང་བ་རེད། སེམས་ཁོ་རང་གི་རང་བཞིན་ལ་སྣང་བ་འདི་ཚང་མ་ཡོད་མ་རེད། ཡག་པོ་ཡིན་ཟེར་ཡང་འདྲ་བོ་སྡུག་ཅག་ཡིན་ཟེར་ཡང་འདྲ་བོ་མཛེས་པོ་རེད་ཟེར་ཡང་འདྲ་བོ་མི་མཛེས་པ་རེད་ཟེར་ཡང་འདྲ་བོ་འདི་སྣང་བ་འདི་ཚོ་སེམས་ཀྱི་རང་བཞིན་ལ་ཡོད་མ་རེད། སེམས་ཁོ་རང་གི་རང་བཞིན་དེ་སྤྲུལ་པའི་མཐའ་མཐའ་དག་དང་བྲལ་བ་སྤྲུལ་པ་ལམ་ནི་ང་ཚོ་དེ། ང་ཚོ་ད་ལྟ་མིའི་ཕལ་བ་སོ་སོ་སྐྱེ་བོའི་ཕལ་བ་ང་རང་ཚོ་གཅིག་གནང་བསྡད་ཡོད་པ་ང་རང་ཚོ་གཅིག་མཐོང་བསྡད་ཡོད་པ་འདི་ཚོ་ལ་སྤྲུལ་པ་ཞེས་ལབ་ཀི་ཡོད་རེད། སེམས་ཁོ་རང་གི་རང་བཞིན་སྤྲུལ་པ་འདི་ཚོ་དང་བྲལ་བ་རེད། སེམས་ཀྱི་རང་བཞིན་ལ་འདི་ཡོད་མ་རེད། ཡིན་ཙང། ཨ་ནི། བཟུང་བ་ཡུལ་དང་འཛུམ་པ་ཡིད་ཅན། འདི་མཚན་མ་རྟགས་དང་མཚན་མ་ནི་འདི་ཡུལ་རེད་འདི་ཡུལ་ཅན་རེད། འདི་ཡོད་པ་རེད་འདི་མེད་པ་རེད་འདི་རྟག་པ་རེད་འདི་མི་རྟག་པ་རེད་ཟེར་ནའོ་འདི་འདྲི་ག་དབྱེ་འབྱེད་དབྱེ་འབྱེད་དབྱེ་བ་མང་པོ་ཅིག་ཡོད་པ་འདི་ཚོ་ཚང་མ་དང་བྲལ་བས་སྟོང་པ་ཉིད་ཀྱི་དོན་ཟེར་དེ་གསུངས་པ་རེད། ཁག་པོ་བྱེའུ་ཡོད་རེད། འདི་ང་ཚོ་ཀོ་ཡ་ཁག་པོ་འདུག་ཡིན་ན་ད་ང་ཚོ་དཔེ་ཆ་བཞག་ན། དེ་སྲིད་ལས་སླ་པོ་གཅིག་གི་སྒང་ནས་ང་ཚོ་བསམ་བློ་བཏང་བ་ཡིན་ན། དམར་པོ་ཟེར་ལབ་དགོས་རེད་དམར་པོ་དམར་པོ་ཁ་དོག་དམར་པོ། དམར་པོ་ཟེར་བ་དེ་ང་ཚོ་ག་འདྲས་སུ་བྱས་ནས་བཞག་གི་ཡོད་རེད་ཟེར་དམར་པོ་ལབ་ཡ་དེ་བཞག་སྟངས་འདྲ་བོ་ག་རེད་ལབ་ན། མིག་རེད་མིག། མིག་མེད་ན་དམར་པོ་བཞག་ཤེས་གི་མ་རེད། རེད་བ། མིག་མེད་ན། དཔེར་ན་མིའི་མིག། སྲོག་ཆགས་གཞན་པ་གི་མིག། མིག་ཟེར་བ་འདི་མེད་ན་དམར་པོ་མེད་པ་དང་གཅིག་པ་རེད། དམར་པོ། བྱས་ཙང། སྣང་བ་འདི་ཚང་མ་སེམས་ལ་རག་ལས་དེ་ཡོད་རེད། སེམས་ཀྱི་ག་འདྲས་ཅིག་རེད་ཟེར་ནས་བསམ་ནས་ཅིག་དེ་འདྲས་ཅིག་ཕར་བཏགས་རྗེས་དེ་ཡིན་པ་ཆགས་འགྲོ་གི་ཡོད་རེད། ད་ནི་གཅིག་པ་རེད་དམར་པོ་ཆེན་པོ་དང་ཆུང་ཆུང་ཟེར་ཡ་འདྲ་འདི་ཚོ་ཚང་མ་སེམས་ཀྱི་རྣམ་རྟོག་གི་ཕར་བཏགས་པ་རེད་མ་གཏོགས་ཨ་ནི་ཐར་ཉེས་ཅིག་ཕར་བློ་གི་བློ་གི་རྣམ་རྟོག་ཅིག་ཕར་བཏགས་བཞག་པ་ཙམ་རེད་མ་གཏོགས་ཁོ་རང་གི་ངོ་ན་ཆེན་པོ་དང་ཆུང་ཆུང་ཟེར་བ་གི་ཨོ་དེས་རྣམ་པ་དེ་གྲུབ་ཡོང་མ་རེད་མེད་པ་དེ་གར་ལམ་ན་ང་ཚོ་ཆེད་སྦྱོང་གི་ཚད་གཞལ་གི་བསམ་བློ་དེ་མི་ལ་མེད་ན། ཆེད་སྦྱོང་གི་ཚད་གཞལ་སྟངས་གི་ཚད་འདྲ་བོ་བཞག་སྟངས་གི་བསམ་བློ་ཅིག་ཡོད་ར་དེ་ང་ཚོ་མིའི་རིགས་ལ་དེ་མེད་ན་ང་ཚོ་ཆེད་སྦྱོང་བཞག་བཞིན་གི་མ་རེད་འདི་ཆེན་པོ་དང་འདི་ཆུང་ཆུང་རེད་ཡིན་ཙང། ཆེན་པོ་དང་ཆུང་ཆུང་ཟེར་བ་དེ་མིའི་གི་སེམས་གི་བཟོ་བཞག་གི་ཅིག་རེད། ད་འོ་ན་སེམས་ཁོ་རང་གི་ནང་ལ་ཆེན་པོ་དང་ཆུང་ཆུང་ལ་ཚད་འཇལ་གཟིགས་ཀྱི་ཅིག་ང་ཚོ་ནས་ཚད་ཐིག་ཟོ་ཐིག་ཤིང་ཟོ་འདྲ་བོ་དེ་འདྲས་ཅིག་སེམས་ཀྱི་སྟངས་ལ་ཡོད་རེད་པས་ལབ་ན་སེམས་ཁོ་རང་གི་རང་བཞིན་དེ་དེ་འདྲས་ཀྱི་ཅིག་འདྲ་མི་འདྲ་ཚད་ཐིག་འདྲ་བོ་ཆེན་པོ་ཆུང་ཆུང་ཡག་པོ་སྡུག་པོ་ཟེར་བ་དང་ཨ་ནི་སྟངས་དེ་ཚོ་དང་གཏན་དུ་འབྲེལ་བ་མེད་པ་ཨ་དེ་འདྲས་ཅིག་རེད། བར་ཆད་མེད་ན་བར་མི་འདུག་བ། བར་ཆད་མེད་ན་བར་ཡོད་མ་རེད། ད་ག་ནང་བཞིན་མིག་མེད་ན་གཟུགས་ཡོད་མ་རེད། རྣ་བ་མེད་ན་སྒྲ་ཡོད་མ་རེད། ཡིན་ན་རྣ་བ་ཁོ་རང་སྒྲ་དང་འབྲེལ་བ་ཅིག་རེད་པས་ཟེར་ན་རྣ་བ་ཁོ་རང་གི་རང་བཞིན་སྣ་ཤེས་ཀྱི་རང་བཞིན་དེ་སྒྲ་དང་འབྲེལ་བ་ཡོད་རེད་པའི་ལམ་ན་ཡོད་མ་རེད། སྣ་ཤེས་ཀྱི་རང་བཞིན་མཐར་ཐུག་དེ་སྒྲ་དང་འབྲེལ་བ་སྤུ་ཙམ་མེད་པའོ་དེ་འདྲ་ཅིག་རེད། འོ་ད་དོན་དག་མདོར་བསྡུས་པ་ཡིན་ན་སྐབས་འདི་ལ་ང་ཚོ་ཡུལ་དང་ཡུལ་ཅན་གྱི་འབྲེལ་བ་དེ་ང་རང་ཚོ་མིག་གི་རྣམ་རྟོག་གི་བར་ཐག་བཞག་པ་ཙམ་མ་གཏོགས་གཏན་ཚུགས་ཐུབ་པ་ཅིག་མ་རེད། ཡོད་མ་རེད། རང་བཞིན་མཐར་ཐུག་གི་ངོས་ལ་ཨ་ནི། ཡུལ་ཡུལ་ཅན་གྱི་འབྲེལ་བ་དེ་ཡོད་མ་རེད། འོ་དེ་འདྲ་གསུང་གི་ཡོད་པ་རེད་དེ་ཤེས་དགོས་རེད། འོ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།